ཧ་ལོ། ཁྱི་གསུམ་དཔུང་ཚོགས་ཞུས་པའི་ཚོགས་པ་ཆེན་པོའི་ལྟ་ན་ཁྱུག་ཙམ་བཅག་ཆོག་གོ་ཅི། ཨ་ཚོགས་གཙོ་དང་ཚོགས་གཞོན་རྒྱུན་ལས་རྣམ་པ་དང་ད་ག་ནང་བཞིན་གྱི་གདུ་བུ་ཁམས་གསུམ་གྱི་ཨ་དྲ་གྲོགས་ཡོངས་ལ་ཡ་ང་དགུང་དུས་གསུམ་གྱི་འཚམས་འདྲི་དང་སྐུ་ཁམས་བཟང་ཞེས་ཞུ་གི་ཡོད་དོ། ཨ་དྷེ་རི་ཏེ། ཨ། ཕྱི་དྲག་ཤེས་དྲག་དང་ང་རང་ཞུ་ཡག་གི། སྐད་ཆའང་གཉིས་ཀའི་ཐོག་ནས་གལ་མི་འདུག་སྟེ། ཨ་ནི་ཚིག་ཁ་ཤས་ཅིག་ཞུ་འདོད་པ་ཅིག་བྱུང་དེ། ཨ་ནི་དང་པོ་དེ་སོགས་ཞུ་འདོད་བྱུང་ཞུས་པ་ཡིན་ན། དབུས་བུད་མེད་ཚོགས་པའི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ལ་ཡང་ཨ་ནི་ངས་བཀའ་མོལ་ཚིག་ཁ་ཤས་ཅིག་ཞུ་འདོད་བྱུང། ཨ་ནི་ཁ་སིང། བསྟན་འཛིན་སྒྲོལ་མ་ལགས་ནས་ཨ་ནི། ཁུལ་གྱི་གཞོན་ནུ་ཚོགས་པ་དང། སློབ་ཕྲུག་ཚོགས་པ་དེ་མིན་ཚོགས་པ་གཅིག་བཅས་རྣམ་པ་ཚོ་ལྷན་རྒྱས་ཀྱིས་ཨ་ནེ་ཡིན་གསལ་བསྒྲགས་ཅིག་གནང་སོང་དེའི་ནང་ལ་དངོས་གནས་ཧང་སང་ཡག་གི་བློ་ཕམ་པོ་གཅིག་དེ་ཨ་ནེའི་རྩ་ཁྲིམས་ལ་ཡང་ཐུགས་སྣང་གཙང་ནས་མ་གནང་པར་རྩ་ཁྲིམས་རྡོག་རོལ་བཏང་པ་ནང་བཞིན་གྱི་བྱུང་སོང་ཞུས་ཡ་ཡིན། ཨ་ནི། ང་ཚོ་ལ་རྩ་ཁྲིམས་འདི་ཧང་སང་ཡག་གི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དམངས་གཙོའི་རྒྱལ་ཁབ་ཅིག་ལ་ཡ། ཨ་ནི་རྒྱལ་ཁབ་ག་འདྲ་ཅིག་ཡིན་ན་རྩ་ཁྲིམས་དེ་གཞི་བཟུང་གི་དམ་བཅའ་མ་ཕུལ་བ་ཡིན་ན་ཨ་ནི། སྲིད་སྐྱོང་ཡིན་ནའི་རེད་སྲིད་འཛིན་ཡིན་ནའི་རེད་འཐུས་མི་ཡིན་ནའི་རེད་གུ་འདེད་བྱེད་ནས་གཙང་ལ་ཡོང་གི་ཡོད་མ་རེད་ད་འདི་རྣམ་པ་ཚོས་ང་ལས་གཟི་རྒྱ་ཆེ་ཡོད་ཙང་མཁྱེན་གི་རེད་བསམ་གི་འདུག་དེ་འདྲའི་སོང་ཙང་བསམ་ཆོས་ལས་འདས་པའི་བློ་འབམ་བྱུང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ནས་རྩ་ཁྲིམས་འདི་སྒྲོམ་གཞི་བཟོ་བ་གནང་སོང་ཧང་སང་ཡག་གི་སྐུ་ངལ་བསྐྱོན་སོང། ཚངས་མོ་དེ་དུས་སྐུ་ན་ཡ་ཅང་ཅང་རེད། ཚངས་མོ་ལོག་ལ་ཁ་ཤོག་རེད་དེ་ཙམ་གྱི་ཉམས་མྱོང་ཆེ་བ་ཟེར་ཡོད་མ་རེད། ཨ་ནི། མིའི་ལུང་པའི་ནང་ལ་ཡང་མཐུན་རྐྱེན་ག་རེའི་ཐོག་ནས་ཞེན་ཐག་ཆོད་ཡོད་རེད་དེ། ཨ་ནི་སྐུ་ངལ་ཚད་མེད་བསྐྱོན་ནས་རྩ་ཁྲིམས་འདི་སྐོར་ལ་ཨ་ནི་འགན་ལྟེ་བ་དེ་ཕྱི་སྲིད་ལས་ཁུངས་ལ་གནང་སོང། སྐབས་དེ་དུས་ཕྱི་སྲིད་ཀྱི་བཀའ་བློན། བོད་ཀྱི་བཀའ་བློན་ཟུར་པ་ལིའུ་ཞའོ་ཐུ་བསྟེན་ཐར་བ་ལགས་རེད། ཨ་ནི་དྲུང། དྲུང་ཆེ་སྟེ། ཀོང་ངོ་ཙེ་ཀྲུང། གནའ་སྐྱིད་ངག་དབང་དོན་གྲུབ་ལགས་རེད་བོད་གནས་ཚུལ་ཕེ་བའི་གཞུང་ཞབས་ཁོང་ལོ་བཅྭ་ལྔའི་ནང་ནས་སྐུ་ཡོན་ཆད་ཅི་ཐད་ལ་བཞག་གི་ཡོག་རེད་ཨང་ཁོ་ན་ཉིད་ཀྱི་ཐུགས་འགན་རྐང་བཞེས་པ་རེད་ཨན་དེ་ནས་དུས་ཚོད་མགྱོགས་པོ་གཅིག་ལ་ཡ་སྐུ་ངོ་ལིའུ་ཤ་ཨ་རི་ལ་ཡ་གོང་ཚ་མཆོག་གི་སྐུ་ཚབ་ལ་གཏོང་བ་གནང་གི་རེད། ཨ་བྱས་ཙང་ཨ་ནི་དེ་ཐུག་མཁན་དེ་ཚང་མ་ང་ཝང་ཐུན་ཀྲུའུ་ལགས་གིས་བཞེས་པ་རེད། ཨ་ནི་ཁོ་རང་གི་ཡིག་འབྲི་དེ་སྲིད་སྐྱོང་མཛད་ཁང་གི་ཞབས་བསྟོད་པ་ཙི་ཀྲུང་ཡེ་ཤིས་ཐ་ཅིན་ལགས་ཞུ་ཉེ་དེ་ཁོ་རང་གིས་ཡིག་འབྲི་གནང་པ་རེད། ཐུགས་གསོ་བྱས་ཏེ་རྩ་ཁྲིམས་འདི་གོ་ལ་ཧང་སང་ཡ་གོང་ས་མཆོག་གི་སྐུ་ངལ་སྐྱོན་ཡོད་རེད་སྒྲོམ་གཞི་བཟོས་གནང་ཡ་ལི་ཡ། འདི་དམངས་གཙོའི་ལུང་པ་གཅིག་ལི་ཡ་གལ་ཆེ་ཤོས་ཀྱི་ཆགས་ཀྱི་ཡོད་རེད་ཞུ་ཡ་ཡིན། ཨ་ནི། ངས། བོད་ནང་ལ་ཡོད་པའི་བོད་མི་གི་ཚབ་བྱས་རྗེས་ཞུ་གུ་ཡོད་སུ་བྱས་རྗེས་ནི་ཞུས་པ་ཡིན་ནའི་མ་འགྲིག་ག་མེད་བསྡད་པ་རུ་ཅི་ཡིན། ག་རེ་རེ་ཞུས་ན། ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བདུན་ང་བརྒྱད་ཐོབ་པ། ཕ་ཇོ་ནས་རྒྱ་མིའི་ཕྱོགས་ནས་བོད་སྨན་ཚོགས་པ་བཙུགས་རྗེས་ནས་གསལ་བསྒྲགས་ཞེ་དྲག་གནང་གི་ཡོད་རེད། ཨ་ནི་ཡིན་ནའི་ཚུད། རྒྱང་བསྟེན་ཚོང་ཁང་ཨ་ཅག་ཚེ་བདེ་གྱི་ལག་རྟགས་ཁོ་ན་མཛོད། ང་ལ་ཡང་ག་དུས་ཡིན་ནའི་ཕི་གའི་རྫུན་ཞུ་གསུང་གི་རེད། ང་རང་ཚོ་ཚུར་འབྱོར་ནས་མངོན་གསལ་དོད་པོ་བྱས་ནས་ད་གལ་ཡོང་ཡ་ཡོད་མ་རེད་ཚང་མས་མཁྱེན་གྱིན་པ་རེད་བ། ཡིན་ནའི་ང་རང་ཚོ་བོད་མི་གཅིག་ཙམ་ཙམ་ལྔ་དྲུག་རེད་བུ་ཙམ་ཙམ་ཙམ་རྒྱལ་སྒོ་རེད་བུ་རུག་རུག་བྱས་བྱས་རུག་རྩི་རུག་རྩི་རུག་རྩི་གནང་བྱས་ནས་བཀའ་མོལ་གནང་གི་ཡོད་རེད། ང་ཚོ་ལ་ཙམ་ཙམ་ལ་ཡ་ཚགས་པ་ཅིག་འཇོག་གི་རེད་རྒྱ་གར་ནས་འདི་བཀའ་བློན་བུ་ནས་འཇོག་གི་ཡོད་རེད། ཚགས་པར་དེ་ཡང་ཡང་འཇོག་ཡ་ཡོད་མ་རེད་ཙམ་ཙམ་ལ་མ་གཏོགས། དེ་ཁུ་ནུ་ཐ་ཆིན་བ་བུ་ལགས་ཀྱི་ཨ་ནི་བོད་ཡིག་གི་ཚགས་པར་ཅིག་ཡོད་རེད་འོང་དེ་འཇོག་གི་ཡོད་རེད། ཨ་ནི་ང་ཚོ་ག་རེ་གྲོས་བསྡུར་བྱས་ག་རེ་ཐག་གཅོད་བྱེད་ཀྱི་ཡོད་རེད་ཟེར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བཀའ་སློབ་དང། བསྟན་པ་ཆོས་སྦྱིན་གྱི་མངའ་བདག་གཞུང་ས་དགའ་ལྡན་ཕོ་བྲང་པ་ཆེན་པོའི་ཆབ་སྲིད་དབུ་བ་པོ་འདི་ཞུ་ཡག་དང། ཁྲིམས་དང་སྒྲིག་གཞི་ལ་སྲུང་བརྩི་ཆུ་ཡག་གི་འོན་དེ་ང་ཚོ་ཐུགས་སུ་སྐད་ཆ་ཤི་གི་ཡོད་རེད་མ་གཏོགས་གཞན་གྱི་ང་ཚོ་ལ་ཡང་སྐད་ཆ་གཞན་དག་མང་པོ་འཕྲོད་ཚུལ་ཆེ་ཡག་ཡོད་མ་རེད་དེ་འདྲས་སོང་ཙང་ད་རེས་ཁྱེད་རང་གི་བུད་མེད་ཚོགས་པའི་ཚོགས་གཙོ་ཞིག་ཡིན་པའི་ཆ་ནས། ཨ་ནི། རྩ་ཁྲིམས་ལ་ཡ་བརྩི་མེད་བཏང་གནང་པ་དེ་བསམ་བརྗོད་ལས་འདས་པའི་བློ་ཕམ་བྱུང་ཞུ་ཡ་ཡིན། ད་ཁ་སིང་ནས་ཅིག། དེའི་སྐོར་ལ་ཡ་ཅིག་བཀའ་སློབ་ཅིག་གནང་མི་ཡོང་ངའི་བསམ་པར་ད་ལྟ་བོ་དོ་སྒུག་བསྡད་པ་ཡིན་ཏེ་སྣང་བརྙན་གཙང་ནས་མི་འདུག། ཨ་དེ་འདྲའི་སོང་ཙང་ཨ་ནི་དེ་རི་ད་ཅིག་མ་ཞུ་ཀ་མེད་ར་ཅིག་ཆགས་སོང། ཨ་དེ་འདྲའི་སོང་ཙང། ཡང་ན་ནི། བོད་ཀྱི་བུད་མེད་རྣམས་ལ་ཡང་ངས་ནོར་འཁྲུལ་ཤོར་ཤག་དགོངས་དག་བྱས་ནས་དགོངས་སེལ་ཞུས་གནང་དགོས་རེད། དེ་མེད་ན་ནི། ཨ་ནི་ཚོགས་གཙོ་ནས་དགོངས་པ་ཞུས་གནང་གིན་ནས་ཡག་པོ་ཡོད་རེད་གསུང་གི་ཡོད་ང་རའི་བསམ་བློ་ལ། ཨ་ནི་ད་ག་ཟིག་བཞུགས་ངེས་འགས་བཞུགས་ཨ་ནི་བཞུགས་བཅུ་གཉིས་འགས་བཞུགས་བཅུ། ཨ་ནི་ཁ་སིང་ནས་ལྟ། འཛམ་གླིང་ཡུལ་གྲུ་ཁག་ལ་ཡང་བུད་མེད་ཚོགས་པ་མང་པོ་ཚུགས་ཡོད་རེད་བ། ཚང་མས་གཅིག་བཀའ་མོལ་རེ་གསུང་ཉན་མི་ཡོང་ངེས་བསམ་པའི་རེ་བ་རེ་ཞུས་པ་ཡིན་ཏེ། ཁ་མཁས་བྱུང་མ་སོང། ཡིན་ནའི་ཁྱེད་རང་གི་རྩ་ཁྲིམས་རྡོག་རོལ་རྡོག་རྫིས་བཏང་གནང་པ་དེ་ལ་ནི་རྒྱབ་སྐྱོར་ནི་གནང་གི་ཡོད་ཀྱི་མ་རེད་བསམ་པའི་རེ་བ་ཡོད་ངེས། ཨན་ས་ཕྱོགས་གང་ལ་ཡོད་པའི་བུད་མེད་ཚོགས་པ་རྣམ་པས་དེ་འདྲའི་ནི་གནང་གི་རེད་བསམ་པའི་ང་ཡིད་ཆེས་མེད། དེ་འདྲའི་སོང་འདྲ་ཨང་རྐང་འདི་དག་ད་རེས་ནོར་འཁྲུལ་དེ་སུས་བྱུང་རེད་ཟེར་ན་ནོར་འཁྲུལ་དེ་ཁྱེད་རང་གི་ཐོག་ནས་བྱུང་ངོ་རེད། བྱས་ཙང། ཨ་ནི། ཡང་ན། ངས་ནོར་འཁྲུལ་ཤོག་བཞག་དགོངས་དག་སེ་བྱས་བྱས་དགོངས་སེལ་ཞུས་གནང་དགོས་རེད་རྡོག་རྡོག་དེ། དེ་མེད་ན་ནི། དགོངས་པ་ཞུས་གནང་དགོས་རེད། དེ་འདྲས་བྱས་བྱས་ཡ་རྒྱ་བ་རོན་པོ་ཆེན་ལས། མ་རྩི། མ་མི་མང་ལས་མ་རྩི། ཁྲིམས་དང་སྒྲིག་གཞི་ལས་མ་བརྩི། ཨ་དེ་འདྲ་བྱས་པ་ཡིན་ན་ཨ་ནི་ཚོགས་གཙོ་ག་འདྲ་སུ་ཡོང་གི་རེད། དགོངས་པ་ཅི་ཞེས་དང། ཁྱེད་རང་ཚོ་དེང་དུས་དང་འཚམས་པའི་ཨ་ནི་བའི། ཤེས་ཡོན་གཉིས་ལྡན་གྱི་མི་རབས་གསར་པ་ཅིག་ཆགས་བསྡད་ཡོད་རེད། བྱས་ཙང་ཨ་ནི་དེའི་ཁོག་ལ་ཡ། ཨ་ནི་དགོངས་པ་ཡག་པོ་ཅིག་བཞེས་རོགས་གནང་ཞུ་ཡག་ཡིན། ཨ་བུད་མེད་ཚོགས་པ་སེ་ཉིན་དེ་ལས་ལྷ་བུ་ཁའི་མ་གྲོ་སོ་སོ་སོ་སོའི་རྐང་པའི་རྐང་ལ་ལངས་རྗེས། ས་ཕྱོགས་ག་པར་ཡོད་པའི་བུད་མེད་ཚོགས་པ་ཚོ་སོ་སོ་སོ་སོའི་རྐང་པའི་རྐང་ལ་ལངས་རྗེས་ཁུངས་སྐྱེལ་དགོས་ཡག་ཅིག་ཡོད་རེད་མ་གཏོགས་སུ་གཅིག་གི་འོག་ལ་འགྲོ་དགོས་ཡག་ཁེ་ཁེ་ཆགས་ཀྱི་ཡོད་མ་རེད། འདི་ང་ཚོའི་བོད་ནང་གི་ལྟ་ཚོགས་པ་གསར་ཤོས་དེ་ཆགས་ཀྱི་ཡོད་རེད་ང་ཚོའི་བོད་མིའི་ནང་ནས། ཆིག་སྟོང་དགུ་བརྒྱ་དྲུག་ཅུ། རི་བདུན་རེ་བརྒྱད་ནས་ཕྱེད་བཅད་ནས། ཨང་དེ་འདི་ཅི་ཡང་འགོ་ཚུགས་བལྟས་པ་ཅི་རེད་ཞུ་ཡ་ཡིན། ཨང་དེའི་སྐོར་ལ་ཡང་ཚང་མ་ལོ་གོང་བཤད་གནང་པའི་རེ་བ་ཞུ་གི་ཡོད། ནིའུ་ཡོག་དང་ནིའུ་ཇེར་སི་ས་གནས་ལ་བཞུགས་པའི་ཨ་ནེ་བུད་མེད་ཚོགས་པ། ཨ་མདའ་ཁྱོད་དྲུང་གཉེར་རྣམ་པ་ཚོའི་ཕྱག་ལས་ཞེ་དྲག་ཡག་པོ་གནང་སོང། སྤྱི་སྟངས་ང་ར་ལྟ་བུ་ནིའུ་ཡོག་དང་ནིའུ་རྗེར་སི་གི་བུད་མེད་ཚོགས་པའི་ཁུངས་མཁས་མན་ངག་དེ་བ་དེ་ཉན་དེ་འདྲས་མ་རེད་ཡིན་ནའི་ང། བོད་ཀྱི་བུད་མེད་ཅིག་སོང་ཙང་ཨ་ནི་ཆ་ཤས་ཅིག་ཡིན་བསམ་གི་ཡོད་བུད་མེད་ཚོགས་པའི།

ཨ་ནི། གཉིས་པ་དེར་ག་རེ་ཞུ་འདོད་ཆོག་གཞུང་ཞུས་པ་ཡིན་ན། ཨ་ནི། བུད་མེད་གཅིག་སྒྲིལ་ཚོགས་པའི། ཚོགས། བུད་མེད་གཅིག་སྒྲིལ་ཚོགས་པ་ཞེས་པའི་ཚོགས་གཙོ་དཔལ་འཛོམས་ལགས་ཀྱིས་ཁ་སིང་ཨ་མ་རྗེ་བཙུན་དཔལ་མོ་ལགས་ཀྱི་སྐོར་ལ་ཡང་སྦྲགས་གམ་ཅི་བཟོས་གནང་བཞག། ཨན་དྷིའི་གོ་ལ་ཡག་དཀའ་མོད་ཀྱི་ཞུ་གོ་ཞུ་གོ་ཞུ་གོ་རོ་ཅི་བསམ་ཚུལ་དེ་ཕ་ལམ་ང་ར་ལོ་ན་ཐོས་པའི་རྐྱེན་གྱི་དལ་བོ་མ་བྱུང་བ་ཆེ་ཞུ་ཡག་བྱུང་མ་སོང། ཨན་དྷིའི་སྐོར་ལ་ཚིག་ཁ་ཤས་ཅིག་ཞུ་འདོད་བྱུང། ཨ་མ་རྗེ་བཙུན་དཔལ་མོ་ལགས་ཀྱི་སྐོར་ལ་ཡ་ང་ལས་ལྷག་པ་ཅིག་ཐེ་ངན་ཡོད་མ་རེད་ཟེར་ཞུས་པ་ཡིན་ན་ང་ཧ་ཁ་ཧམ་པ་ཆགས་ལ་འགྲོ་གི་རེད། ཡིན་ནའི་ངས་ཁ་ལ་ཁ་མཚམས་ཀྱིས། ཨ་མ་རྗེ་བཙུན་དཔལ་མོ་ལགས་ཀྱི་སྐུ་ཚེའི་སྐོར་ལས་ཤིང་གི་ཡུལ་ཞུ་ཡ་ཡིན་ག་འདྲེ་སི་རས་ཞུས་ན། ང་གཉིས་ཆིག་སྟོང་དགུ་བརྒྱ་དྲུག་ཅུ། རི་གཉིས་རི་གསུམ་གནས་ཡ་ཆེ་རྡ་རམ་ས་ལ་ཤི་བ་རེད། ཨ་ན་ཨ་མ་རྗེ་བཙུན་དཔལ་མོ་ལགས་ལ་ཆ་བཞག་ན། ལྷ་བྱང་སྐུ་ཤོག་ཚེ་རིང་སྒྲོལ་མ་ལགས། སྐུ་ཁམས་བདེ་བོ་མ་བྱུང་ང་དག་དེ་ནས་སྐུ་ཚེ་མ་ཟིན་པ་རེད། ཨན་དེའི་མཇུག་ལ་ཡ་གོང་ཚ་རྐྱང་དཔོན་ཆེན་པོ་མཆོག་གིས་ཨན་ཚུལ་ཕེ་ནི་བུ་སོ་གང་ཐུག་མཁན་ཞེས་འུ་རེས་བཀའ་གནང་པ་ལ་བལྟས་ནས་ཞལ་ས་མ་ཞུས་པ་ཡིན་ན་བུ་མོ་ལོ་ཉི་ཤུ་རྩ་གྲངས་བྱས་པ་ཅིག་སོ་སོའི་སློབ་སྦྱོང་བྱེད་ཡག་གི་སློབ་སྦྱོང་གི་འཁྲུལ་མ་རྒྱས་པ་བཅས་སློབ་སྦྱོང་མཚམས་བཞག་བཅས་རྡ་རམ་ས་ལ་ཚུལ་ཕེ་བྱས་ནས་བུ་སོ་གང་འགན་དེ་བཞེས་པ་རེད། ཧང་སང་ཡག་གི་ཐུགས་འགན་ཡག་པོ་བཞེས་སོང། ཟླ་གཅིག་ཟླ་གཉིས་བྱས་ནས་ཞུ་དགོས་བྱུང་ན་ནི། ལོ་ངོ་དྲུག་ཅུ་རེ་གྲངས་ཀྱི་ལོ་རྒྱུས་རེ་ངས་དྲ་རྒྱའི་ནང་ལ་ཞུ་ཐུབ་ཡ་ཡོད་མ་རེད། ཡིན་ནའི། ཁོང་ལོ་ཉི་ཤུ་རྩ་གྲངས་ཅིག་ནས་ཁོང་ལོ་བདུན་ཅུ་བརྒྱད་ཅུ་ལ་མ་ཕེབས་བར་དུ། བུ་ཕྱུག་པ་གསུམ་གྱི་བུ་ཕྲུག་ཐུགས་བསྐྱེད་ཀྱི་ཆེད་དུ་ཉིན་མཚན་མས་སྐུ་ལས་བསྐྱོན་ནས་སྐུ་ཚེ་དུགས་སུ་བྱས་བྱས་ནས་ཡར་དྲིལ་སོང་ཆ་བ་རེད། ང་རང་ཚོ་ཚང་མ་ལ་སྤུ་སྐུ་ཨ་མ་རེད། སྤུ་སོ་སོའི་སྤུ་སྐུ་ལ་མ་མཆིས་པ་ཡོང་གི་མ་རེད། ཨ་ནི་སོ་སོའི་སྤོ་སྒོ་དེའི་བདག་པོ་བརྒྱབ་པ་ཡང་མ་བྱུང། བརྒྱབ་མ་ཐུབ་པ་བྱས། ཨི་འདྲའི་སྐུ་ཚེ་མ་ཟིན་པ་དེ་འདྲ་བྱུང་བ་རེད། ཨ་ནི་ད་སྐ་ཚ་གཅིག་གིས་ཨ་ནི། ཕྱུ་བ་གསུམ་གྱི། བུ་ཕྲུག་ཐིག་གེའི་བདག་པོ་བརྒྱབ་ཡས་ལ་ཉིན་མཚན་དུས་ཞུགས་དུས་དྲུག་ཏུ་སྐུ་ངལ་འཛེམ་མེད་བསྐྱོན་ནས། ཨོང་ཐིག་གེ། བཀའ་དྲིན་ཆེན་པོ་ཐིག་གེ་ཕ་བཞག་ཅེས། ཨ་ནི། དཔལ་འཛོམས་ལགས་ཀྱིས་ཨ་ནི་བསམ་བརྗོད་ལས་འདས་པའི་ཨ་ནི་ཚད་མེད་ཀྱི་ཞུས་གནང་བཞག་ཨ་ནི་ཨ་མ་རྗེ་བཙུན་དཔལ་མོ་ལགས་བཞུགས་སའི་ས་ཆ་སླེབས་ཚེ་ཅིག་བོད་གཞུང་གི་གནང་ཡོག་རེད་དེ་གནང་དགོས་དགོས་རེད། མི་གཅིག་གིས་མེ་ལྕེ་ཁོ་ཁྲ་ད་གའི་སྒང་ལ་བསྐྱལ་བ་རེད། དེ་ལ་ས་ཆ་སླེབས་ཚེ་ཅིག་ལ་ཧ་ལས་ཡག་གི་ཡོད་མ་རེད་ཞུ་ཡག་ཡིན། དེ་འདྲའི་ཅིག་ལ་ཞུ་དགོས་བྱུང་ན། ཨ་ན་ད་ལྟ་ནང་སྲིད་བཀའ་བློན་ཁོ་ལ་སང་ད་ཨ་ནི་ཤེས་རིག་བཀའ་བློན་ཨ་ནི་ཆ་དཔོན་ནོ་ལགས་ཀྱི་གཞིས་ཆགས་ཀྱི་སྒང་ནས་གཞིས་མིའི་ས་ཆ་ནས། འཕྲོག། གཞུང་དངུལ་བེད་སྤྱོད་བཏང། ཨ་ནེ་ཁོ་ན་ཉིད་བཞུགས་སའི་ཕོ་བྲང་རྒྱལ་བཞིའི་རྒྱལ་པོ་སྐྱོན་ནང་དུ་བ། ཁོ་ན་ཚོ་གོང་དུ། ཡག་པོ་བྱུང་ཡོད་ན་འདྲ་ལགས་ཡག་པོ་བྱུང་མེད་ན་འདྲ། ངས་ཁ་ཞུ་གི་མེད་ཐ་དད་པའི་གནས་ཚུལ་རེད་ཡིན་ནའི། ལོ་བཅུའི་རིང་ལ་ཕྱག་ལས་གནང་པ་དེ་ལ་ད་གི་ཚེ་ཞི་མཐུན་གནང་དུས་ཙང་ལ། ཨ་མ་རྗེ་བཙུན་དཔལ་མོ་ལགས་ཀྱི། མེ་ལྕེ་ཧྲིལ་པོ་དེ་དེའི་སྒང་ལ་སྐུ་ལས་བསྐྱོན་པ་རེད་དེ་ས་ཆ་ལྷེབ་གཞུང་གི་ས་ཆ་ལྷེབ་རྩེ་ཆེ་ད་ཐོབ་ཐང་དགུ་དགུ་རེའི་གསང་པོ་རེ་འདུག་ཞུ་ཡག་ཡིན། འདི་བསམ་བརྗོད་ལས་འདས་པའི་ཁར་ཤུགས་རེ་གཞི་མེད་ཀྱི་སྐྱོན་བརྗོད་ཅིག་རེད། ཨ་ནི། བསྟན་འཛིན། སྟག་ལ་ལ་པིས་རིས་ཆོས་ཀྱི་གསུང་བྱ། དེའི་སྐོར་ལ་ཡང་ངས་འདི་སྐུ་སྒེར་ཡིག་ཚང་གི་ཕྱག་ལས་གནང་ཉིན་སྐུ་ངོ་དྲི་བཟང་ལགས་ལ་བཀའ་འདྲི་ཞུས་པ་ཡིན། དེའི་སྐོར་ལ་གུས་འདྲི་རེད། སྐུ་ངོ་དྲི་བཟང་ལགས་ཀྱིས་པིས་ཡོག་མ་རེད་གསུངས་སོང། སྐུ་ཨི་ཡིག་ཚང་ཕྱག་ལས་གནང་ཉེན་གཙོ་ལ་ཡང་ཞུགས་ས་མེད་པའི་སྐུ་ངལ་ཡོད་རེད། དེ་འདྲས་སོང་ཙང་བར་ལམ་ཞུགས་ས་ཨ་འདྲས་གསར་པ་བསྐྱོན་པས་རེད། ཨ་ནི། ཁང་པ། ཚ་རིགས་གཞི་ནས་ཨ་ནི། གཞུང་ངལ་རྩོལ་ཚུར་སྤོས་གནང་གི་ཡོད་རེད། སྐུ་སྒེར་ཡིག་ཚང་ཕྱག་ལས་གནང་མྱོང་ཚུལ། དེ་འདྲའི་སོང་ཙང་བསྟན་འཛིན་བཀྲས་མཐོང་ལགས་ཀྱིས། ཁོ་ནང་ཚོས་ལས་ཤག་གསར་པ་བསྐྱོན་ནས་གསར་བ་གྲུབ་པའི་ནང་ལ་སྤོས་གནང་བ་རེད་མ་གཏོགས་གཅིག་གི་ཨ་མ་རྗེ་བཙུན་དཔལ་མོ་ལགས་ཀྱིས་སྤིས་གནང་ཡོད་མ་རེད་གསུངས་སོང་དེ་ང་བརྒྱ་ཆ་བརྒྱ་ཐམ་པ་ཡིད་ཆེས་ཡོད། ཞུ་ཡ་ཡིན། ཨ་ནི་ཁྱེད་རང་གི་ཀ་རོགས་སུམ་ཅུ་ཐམ་པའི་ནང་གཅིག་བྱས་ཟེར་གྱི་འདུག་ན་དེ་ནི་བརྒྱ་ཆ་བརྒྱ་ཐམ་པ་མ་བིང་གི་སྐད་ཆ། མི་དགའ་བོ་ལ་ཞྭ་ནག་པོ་གཡོག་ཡག་གི། ཆེད་དུ་རེད་མ་གཏོགས་ཅིག་གི་དེ་འདྲའི་གནས་ཚུལ་གང་ཡང་བྱུང་ཡོག་མ་རེད་ཞུ་ཡག་ཡིན། ད་ངས་མདོར་བསྡུས་ནས་ཞུས་ན། ཆོས་རྒྱལ་མི་བོང་རྣམ་གསུམ་གྱི། སྐབས་ནས་ཆད་དུས་དྷི་རི་བྷ་དོ་ལི་ཡཱ། བོད་ཀྱི་བུད་མེད་ཅིག་གིས། རང་གི་མེ་ལྕེ་ཧྲིལ་པོ། བོད་ཀྱི་རྩ་སྟོང་དང། བོད་ཆོལ་ཁ་གསུམ་གྱི། བུ་ཕྲུག་གསོ་སྐྱོང་བྱེད་ཡ་བྱེད་དུ་བཏང་པ། ཧྲིལ་པོ་བཏང་པ་དེ་འདྲས་ཅི་འདས་པའི་གནས་ཚུལ་ནང་ལས་བྱུང་ཡོག་མ་རེད། མ་འོངས་པའི་གནས་ཚུལ་ནང་ལས་ཡོང་གི་རེད་བསམ་གི་མི་འདུག་ད་ལྟའི་གཏམ། མི་རབས་གསར་པའི་མི་དེ་གའི་གནང་སྟངས་བལྟས་ན། ཨ་ནི་ཞི་དྲག་ཞི་དྲག་གི། ག་རེ་ཞུ་གི་རེད། ཟུས་བལྟས་ལེབ་མདོང་རེ་ཅིག་རེད་འདུག་ཨ་ནི། འོ་བྱས་ཙང། ཁོ་རང་ནང་བཞིན་གྱི་བོད་ཀྱི་བུད་མེད་ཅིག་གི། བྱས་པ་ཅན་གྱི་བོད་ཀྱི་ལུས་རྒྱུ་ནང་ལ་གནས་ཡ་བྱས་པ་ཅན། ཆོས་རྒྱལ་གྱི་དུས་ནས་ཅེས་དུས་ད་ལྟ་བར་དུ་ལ་ཡང་བྱུང་ཡོད་མ་རེད་ཞུ་གི་ཡིན། ཆོལ་ཁ་གསུམ་གྱི་བུ་ཕྲུག་སྟོང་ཕྲག་ལྔ་བཅུ་དྲུག་ཅུ་གཅིག་ལ་དངོས་གནས་དྲང་གནས་བདག་སྐྱོང་གནང་སློབ་སྦྱོང་སྤྲད། ཚང་མ་སློབ་ལ་མི་བརྩི་མདུན་ལམ་ཚད་མཐའ་ལྡན་པ་ཅིག་བྱུང་ཡོད་རེད་འཛམ་བུ་གླིང་ན་དྲམ་ཡོད་རེད་ངས་ཞུ་གོ་མ་རེད་ཚང་མས་མཁྱེན་མཁྱེན་པ་དེ་རེད་བ། ཨོ་དེ། གཞི་མེད་སྐྱོན་བརྗོད་དེ་འདྲའི་མ་གནང་རོགས་གནང་ཞུ་ཡག་ཡིན། ཨ། དེ། དངོས་གནས་དྲ་གནས་ཧང་སང་ཡག་གི་བློ་འབམ་གི་རང་བཞིན་རེད་ཤག། གཅིག་དེ་ཡིན་གཉིས་དེ་ཨ་ནི། ཏཱ་ལའི་བླ་མའི་མཐོ་སློབ་གི་སྐོར་ལ་གཅིག་གསུངས་ཤག་ཨ། དེའི་སྐོར་ལ་ཡ། ཨ་ནི། སུ་ལ་ཇུས་གཏོགས་ཡོག་མ་རེད་བསམ་གི་འདུག་ག་རེད་ཟེར་ན། རྒྱ་བོད་རིན་པོ་ཆེན་སྐུ་སྒེར་གི་ཡིན་ན་ནི། རྒྱ་བོད་རིན་པོ་ཆེན་ཁོ་རང་སྐུ་སྒེར་གི་སུའོ་གནང་ན་ནི། ཁོ་རང་གི། ཐུགས་འདོད་རེད་མ་གཏོགས་གཅིག་གི། དེ་སུ་གཅིག་ལ་ཡང་ཇུས་གཏོགས་དང་དབང་ཚད་གས་ཡོག་མ་རེད་བསམ་གི་འདུག་གནང་ཉེན་གཅིག་གི་གནང་བ་རེད་ཞུ་ཉེན་གཅིག་གི་ཞུས་པ་རེད། དེ་ཐོ་ལི་ཡ། བོད་གཞུང་དང་འབྲེལ་བ་ཁེལ་ཡོད་མ་རེད། བྱས་ཙང་དེ་ཁྱེད་རང་བལྟས་ཚེ་ཧམ་པ་ཆེ་དྲགས་པ་རེད། ད་མ་འོངས་པའི་ནང་ལ་དེ་འདྲའི་རང་གསུང་རྒྱུ་ཡོད་མ་རེད་བསམ་གྱི་འདུག་ཨང། ང་རང་ཚོའི་སྤྱི་ཚོགས་འདི། ཚུལ་འཆམ་མཐུན། བྱུང་ན་ཡག་ག་ཡོག་རེད་སེང་པོ་འདུག་ད། ང་ཚོ་ཆོལ་ཁ་གསུམ་པོ་དེ་གས་སྐྱིད་ན་སྐྱིད་མཉམ་བཏུང་ན་བཏུང་མཉམ་བྱེད་དགོས་རེད་ཟེར་རྒྱ་བོ་རིན་པོ་ཆེ་བཀའ་གནང་གི་ཡོག་རེད་དེ་འདྲས་སོང་ཙང། ཨ་ནི། བཀའ་དྲིན་ཅན་གྱི་མི་སྣ་དེ་ཚོ་ཡང་བཀའ་དྲིན་བསམ་ཤེས་ཞུ་ཡག་མ་བྱུང་ནས། ཨ་ནི་པའི་གཞི་མེད་ཀྱི་སྐྱོན་འཛུགས་བསམ་བྱུག་ལས་འདས་པ་དེ་འདྲས་གནང་པའི་ཡིན་ན། ཨ་ནི་ང་ཚོ་དངོས་གནས་དྲང་གནས། བསམ་བྱུག་ལས་འདས་པའི་བློ་འབམ་ཡོང་གི་འདུག་ཞུ་ཡག་ཡིན། ཨ་ནི། ནང་འཁྲུལ་པ་འཁྲུལ་པ་རེད་མ་འོངས་པ་ནང་ལ་ཨེ་འདེབས་མ་གནང་རོགས་གནང་ཞུ་ཡ་ཡིན། ཨོ་བསྟན་འཛིན་བཀྲས་མཐོང་ལགས་ཨ་མ་རྗེ་བཙུན་པད་མ་ལགས་ཀྱི་རྩ་བ་ནས་པི་གནང་མི་འདུག་ངས་དེ་སྐུ་སྒེར་ཡིག་ཚང་ཡི་གེ་ཕྱག་ལས་གནང་ཉེ་ལ་བཀའ་འདྲི་ཞུས་ནས་གནས་ཚུལ་གསལ་པོ་རྟོགས་སོང་ཞུ་ཡ་ཡིན་འདུག་ཨ་ནི་འོ་ད་ང་རྒྱལ་པོ་ཞེ་དྲག་ཞུ་ཡ་མེད་ང་ཞེ་དྲག་གི་བཀའ་མོལ་རྒྱལ་པོ་ཞུ་ཤེས་ཉེན་དེ་འདྲས་མེད། ཨང། དེ་འདྲའི་སོང་ཙང་དེའི་སྐོར་ལ་ཡང་ཚང་མ་ཀློག་གི། ཨང། དགོངས་པ་ཡག་པོ་བཞེས་རོགས་གནང་ཞུ་ཡག་ཡིན། དངོས་ཡོད་ཀྱི་གནས་ཚུལ་དུ་རྟོགས་པ་ཅིག་གནང་རོགས་གནང། ག་དུས་ཡིན་ནང་ནས་དཔེ་དེ། ཨང། ཅིག་ཕི་གའི་དཀྲུགས་ཤིང་རྟ། དབྱེན་སྦྱོར་བྱེད་ཉིན་ཤས་ཅིག་གི་རྐུབ་ལ་རྒྱུག་ཕྱིན་པ་ཡིན་ནང་ནས་ཨ་ནི་སྤྱི་ཚོགས་འདི། དྲག། འགྲོ་ཐུབ་ཀྱི་མ་རེད་བསམ་པར་བགྱིད་འདུག་དེ་འདྲས་སོང་ཙང། ང་ཚོ་མི་ལོ་དྲུག་ཅུའི་རིང་ལ་ཡང། བུ་ཆུང་བ་གསུམ་གྱི་བུ་ཕྲུག་ཚོ་ལ་ཨ་མ་རྗེ་བཙུན་དཔལ་མོ་ལ་ལས་ལྷ་གི་བཀའ་དྲིན་ཆེ་བ་ཅིག་བྱུང་ཡོད་མ་རེད་ཨང་དེའི་སྐོར་ལ་ཡང། ཨང་ད་ཕུ་སུ་ཀང་ནས་ཐོན་པའི་བུ་ཕྲུག་དངོས་གནས་དྲང་གནས་འཛམ་གླིང་ཡུལ་གྲུ་ཁག་ལ་མང་ཐག་ཆོད་ཀྱི་གྲ་མི་ཡོག་རེད་ཨན་ཁྱེད་རང་ཚོ་ཡིན་ན་ནས་ཨན་ཐ་ཅིག་ཞལ་གྱི་གྲ་གནང་པའི་རེ་བ་ཡོད་ཞུ་ཡ་ཡིན་ངས་སུ་གཅིག་ལ་ཡ་འཁྲུག་པ་སྐྱོང་དགོས་ཡོད་མ་རེད་སུ་སུ་དྲང་བདེན་གྱི་བཀའ་མོལ་དེ་གསུང་ན་ཡག་པོ་ཡོག་རེད་ཞུ་ཡ་ཡིན། ཨ་ནུ་ངས་ད་ཅིའི་སྔོན་དུ་ཞུས་པ་ད་ག་རང་ཡིན། ཆོས་རྒྱལ་མེས་དཔོན་རྣམ་གསུམ་ནས་བཟུང་སྟེ་དུས་ད་ལྟ་བོ་དང་བོད་ཀྱི་བུད་མེད་ཅིག་གིས་དག་སྐུ་ཚེ་གཅིག་གི་རླབས་ཆེན་གྱི་ཨ་ནི་མཛད་རྗེས་བཞག་བཞག་པ་ཅི་འདས་པའི་དུས་ལས་བྱུང་ཡོད་མ་རེད་མ་འོངས་པའི་ནང་ལས་ཡོང་ཡག་ཁག་པོ་རེད། བྱས་ཙང་ཚང་མ་ལོག་གི། ཨ་ནི་ཨ་མ་རྗེ་བཙུན་པདྨ་ལགས་ཀྱི་བཀའ་དྲིན་ལས་ཡ། ཨ་ནི་བསམ་ཤེས་དང། ཨ་ནི། བདེན་པའི་ལམ་ལ་ཡ་བདེན་པ་དང་དྲང་པོའི་ལམ་ལ་ཕེབས་རོགས་གནང་ཞེས་ཀྱང་ངས་དེ་རིང་འདུན་ཞུ་ཡ་བྱེད་ཀྱི་ཡིན། ཐུགས་ཆེ་གནང། ཨ་ནི་དེ་ནས་གསུམ་པ་དེ་ག་རེ་ཞུ་འདོད་བྱུང་ཟུར་ན། ཨ་ནི། བོད་མིའི་གཅིག་སྒྲིལ་ཚོགས་པའི་ཚོགས་གཞོན་བཟང་མོ་ལགས་ཞུ་ཉེ་ཆེ་འདུག་ཁོ་རང་གི་ཁ་སིང་དེ་གསུངས་བཞག། ཨ་ནི། དབུས་གཙང་གི་སྤུ་གུ་བདུན་ཅུ་བརྒྱད་ཅུ་གཅིག་ལ་ཡང་ཁམས་པས་སྦྱིན་བདག་བྱས་རྗེས་ཞི་བ་རྗེས་སློབ་སྦྱོང་ཡག་པོ་བྱེད་སྟངས་མང་པོ་ཞིག་གནང་གི་ཡོད་པ་རེད་གསུངས་བཞག་དེ་གནང་གི་ཡོད་ཀྱི་རེད། མཐོ་ཆས་གནང་གི་ཡོད་ན་མཐོ་ཆས་ནང་ཞུ་ཡག་ཡིན། ཡིན་ནའི། སྤུ་གུ་མིང་དང། བླ་བྲེ་མིང་དང། ད་ལྟ་ག་བ་ཡོད་མིན་དང་ཕ་མའི་ལུས་རྒྱུ་དང། དེ་གས་བཞི་བཞིའི་ཕྲ་བ་ཅི་མང་གསལ་བཤད་གནང་ནས་གནང་བི་ཡིན་ན། ཨ་ནི་ང་ཚོ་ཡིན་ན་ནས་དངོས་གནས་དྲ་ནས་ཡིད་ཆེས་ཡོང་གི་རེད། ཐོ་ཆད་ན་ཞུ་དང་ཞུ། ཚང་མས་ཞུ་གི་རེད་བསམ་གི་འདུག་ཨ་ནི་སྤུ་གུ་མིང་དང། བླ་བྲེ། ད་ལྟ་ག་བ་ཡོད་མིན་དང། ད་ག་ནང་བཞིན་ཕ་མ་ས་ཆ་ག་བ་ཡོད་མེད་ད་དེ་ཚོ་ཆ་ཚང་གི་ལུས་རྒྱུ་ཅིག་མ་གསུངས་པ་ཡིན་ན་ཨ་ནི་ན་གུང་ནང་ལ་ཕྱིན་པའི་སོག་རི་ཞིག་ཏུ་བང་ནི་ཨ་ནི་ཡིད་ཆེས་བྱེད་ཉེན་དེ་ཞེ་དྲག་དཀོན་པོ་ཡོང་གི་རེད་བསམ་གི་འདུག་ཨ་ནི་དབུས་གཙང་སྤྱི་འཐུས་ཀྱི་ཅིག་བདག་པོ་རྒྱབ་མི་འདུག་གསུངས་བཞག་ད་སྤུ་གུ་དབུས་གཙང་སྤྱི་འཐུས་དབུས་གཙང་སྤུ་གུ་གཅིག་བོ་བདག་པོ་མ་སྐྱོན་པ་དེ་ངས་ནོར་འཁྲུལ་རེད་བསམ་གི་མེད་བདག་པོ་སྐྱོན་དགོས་ཡོད་ན་ཆོ་ག་གསུང་གི་སྤུ་གུ་དག་པོ་སྐྱོང་དགོས་རེད་ཡིན་ནའི། སྤུ་གུ་དག་པོ་སྐྱོང་ཡག་དེ་སྤྱི་འཐུས་ལ་དམིགས་བསལ་གི་འགན་རེད་གང་གསེང་པའི་མི་འདུག། སྤུ་གུ་དག་པོ་རྒྱག་ཡག་དེ་ཤེས་རིག་ལས་ཁུངས་ཀྱི་འགན་རེད། དེ་གས་བྱུང་བ་མེད་ན། ཨ་ནི། ཤེས་རིག་ལས་ཁུངས་ཀྱི་ནོར་འཁྲུལ་རེད་གསེང་གི་ཡོད། འོ་དེ་འདྲ་ཅིག་ཞུ་འདོད་བྱུང་སོང་གཅིག་ལ། གཉིས་ལ་ཡ་ཨ་ནི། སྤྱི་འཐུས་གསར་པ་ཚོས་དམ་འབུལ། གོང་ས་མཆོག་ལ་ཕུལ་བ་རེད། ཨ་ནེ་ཕ་ཆོལ་ཕུལ་བ་དེ་དུས་བར་ཚུར་ཆོལ་ཕུལ་བ་དེ་འགྲིག་ཡོག་རེད་ཅེས་གསུངས་སོང། དེ་འགྲིག་ཡོག་མ་རེད་ཞུ་ཡག་ཡིན། འགྲིག་ཡོག་མ་རེད་ཞུ་ཡག་དེ་གོང་ས་མཆོག་གི་སྐུ་པར་ལ་ཕུལ་ནས་འགྲིག་ཡོག་མ་རེད་ཞུ་ཡག་དེ་གོང་ས་མཆོག་རྩ་ཆེ་བོ་མིན་པ་དང་གནད་འགག་ཆེན་པོ་མིན་པ་ད་ལྟ་དེ་འདྲའི་གི་ཐོག་ནས་ཞུ་གི་ཡོག་མ་རེད། གོང་ས་མཆོག་ལས། རྩ་བ་ཆེ་བ་གནད་འགག་ཆེ་བ་ད་ང་ཚོ་ལ་ཡོད་མ་རེད། དངོས་གནས། བོད་ཁ་བ་གངས་ཅན་གྱི་ལྷ་སྐལ་རེད། བོད་ཁ་བ་གངས་ཅན་དེ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེད། གོང་ས་མཆོག་ལས་ལྷག་པ་ཅིག་ང་ཚོ་ལ་ཡོད་མ་རེད། ཡིན་ནའི། དམ་བཅའ་འབུལ་ཡག་སྟེ། ཚོགས་གཙོ་ལ་འབུལ་དགོས་ཡག་སྟེ་ཁྲིམས་ང་ཚོ་དམངས་གཙོའི་འགྲོ་སྟངས་ཅིག་ལ་ཕིགས་འགྲོ་གི་ཡོད་ཙང་དམ་བཅའ་འདི་ཚོགས་གཙོ་ལ་ཡག་འབུལ་དགོས་གི་ཡོད་རེད་རྩ་ཁྲིམས་གཞིར་བཟུང་བྱས་ནས་ཁོ་ར་ཁྲིམས་གཞི་བཟུང་སྒྲིག་གཞི་སི་སྲུང་ཚེ་འགྲོ་གི་རེད་མ་གཏོགས་གཅིག་གི་ཕོ་ཅོ་དེ་ལས་ཕུད་ན་འགྲིག་གི་རེད་ཚུ་ཅོ་དེ་ལས་ཕུད་ན་འགྲིག་གི་རེད་འདི་འགྲིག་གི་ཡོད་མ་རེད་ཨ་ནི། ཨ་མདའ། བཟང་མོ་ལགས་སྐུ་ཡོན་ཏན་ཆེན་པོ་ཞེ་དྲག་ཡིན་གྱི་རེད་དེ་ཡིན་ནའི། རྩ་ཁྲིམས་དང་ཁྲིམས་དང་སྒྲིག་གཞི་སྐོར་ལ་མ་བལྟས་ཚེ་ཅིག་ཐུགས་སྣང་གནང་གི་ཡིན་ན་ཨ་ནི་ཡག་པོ་ཡོད་རེད་བསམ་གི་འདུག་འདི་འགྲིག་གི་ཡོད་མ་རེད། རྩ་ཁྲིམས་ལ་དམ་བཅའ་མ་ཕུལ་བའི་ཡིན་ན། འདི་འཐུས་མི་རྩ་བ་ནས་ཆགས་ཀྱི་མ་རེད་སྤྱི་འཐུས་རྩ་བ་ནས་ཆགས་ཡ་ཡོད་མ་རེད་ཞུ་ཡ་ཡིན། ང་རང་དེ་འདྲའི་ཞི་དྲག་ཞི་དྲག་གི་ཤེས་ངན་དེ་འདྲའི་དེ་མེད་འདི་ཡིན་ནའི། དྲུག་བཅུ་རེ་གཉིས་རེ་གསུམ་ནས་བཅས་ཨན་སྒྲིག་འཛུགས་དེའི་ནང་ལ་ཡ་ལས་ཀ་བྱས་པ་ཡིན། གོང་ས་མཆོག་གི་ད་འདུན་སྔོན་དུ་ཞུས་པ་ནང་བཞིན་རེད་རྩ་ཁྲིམས་དེ་དྲུག་བཅུ་ཐམ་པའི་ལོ་ནས་སྒྲོམ་གཞི་བཟོས་གནང་པ་རེད། ག་གི་ཚིག་གི་གནད་འགག་རེད། ང་ཚོ་ཨ་མི་རི་ཀ་ཡིན་ནང་ནས། ཚང་མ་ལོ་ཙཱ་རིམས་གང་ལ་ཕྱག་བཞག་བྱས་དམ་བཅའ་འབུལ་བོ་རེ་མ་གཏོགས་ཅི་གི་ཨང། གཞན་དག་ག་གེ་བརྒྱུད་ན་འགྲོ་ས་ཡོག་མ་རེད། འདི་རྒྱལ་ཁབ་ཚང་མ་ལོ་འགྲོ་སྟངས་གཅིག་པ་རེད་ཞུ་ཡ་ཡིན་ད་དམངས་གཙོའི་ལུང་པ་ཅིག་ལ་བྱས་ཙང། ཨང་དེའི་སྐོར་བཟང་མོ་ལ་མཁྱེན་ད་མཁྱེན་གི་ཡོད་ཀྱི་རེད་མཁྱེན་རྒྱ་ཆེན་པོ་ཞི་བོ་ཡིན་ས་རེད་ཡིན་ནའི། ཁྲིམས་དང་སྒྲིག་གཞིའི་སྐོར་ལ་ཡང་ནི། བྱི་ཏང་འཛམ་བུ་གླིང་འགྲོ་སྟངས་དག་ཆེ། དེ་ཅིག་གནང་ན་ཡག་པོ་ཡོག་རེད་བསམ་གྱི་འདུག་མ་གཏོགས་ཅིག་གི། འདི་ཡོང་གི་ཡོག་མ་རེད། ཕོ་ཆོལ་དེ་ནས་དམ་བཅའ་གཅིག་པུ་ཚུལ་འཆོས་དེ་ནས་དམ་བཅའ་གཅིག་པུ་ཁྱེད་རང་འཛམ་བུ་གླིང་གི་གཞུང་ཡོད་ཚད་ལོ་ནང་ལ་ཡག་ཅིག་ཞིབ་འཇུག་ཅིག་བྱེད་ཁ་འཐད་ད་དེ་འགྲིག་གི་འདོག་མི་འདོག་འོ་འདི་འགྲིག་གི་ཡོད་མ་རེད། འོ་དེ། ཐག་ཆོད་པོ་བྱས་ནས་ཞུ་གི་ཡོད། ཨ་ནི་གཞི་ནས། འོས་བསྡུ་ལྷན་ཁང་ནས། ད་དགོངས་གཞི་གནང་ཡག་གི་དུས་ཚོད་ལ་སླེབས་པ་རེད་བསམ་གྱི་འདུག། ཨ་ཁོ་ནང་དུ་དམ་བཅའ་འབུལ་འདོད་མེད་པ་དེ་རྩ་ཁྲིམས་ལ་དམ་བཅའ་འབུལ་འདོད་མེད་པ་དེ་འདྲ་ཡིན་ན་ནི། རྟ་མ་གའི་གུག་ཐུལ་ནང་ལ་ཡོད་པའི། མི་དེ་ཡས་ཡ། ཏང་ནང་ཡག་གི། དམ་བཅའ་བུན་དུ་སུ་ཡོད་ན། ཨ་ནི་རྩ་ཁྲིམས་ལ་ཡ་དེ་གས་ཡ་ཏང་ནང་གོ་རེ། ཨ་ནི་ད། ལྟས་ཚེ། འོས་བསྡུ་ལྷན་ཁང་ནས། ཁ་རེ་ཞུ་གོ་རེ། མི་དགོངས་ཞེན་གནང་གི་ཡོག་མ་རེད་སེ་ད་ཞུ་གི་མེད་དེ་ཡིན་ནས་ད་ལྟས་ཚེ། དུས་ཚོད་རྒྱང། དུས་ཚོད་ཤ་ཡ་དེ་བལྟས་ཚེ་རིང་དྲགས་ཀྱི་མེད་འགྲོ་བསམ་བསམ་རེ་བྱེད་འདུག་དེ་འདྲས་སོང་ཙང་ཨ་རིའི་འོས་བསྡུ་ལྷན་ཁང་ནས་དགོངས་བཞེས་གནང་རོགས་གནང་ཞུ་ཡ་ཡིན། ད། སྤྱི་འཐུས་ཚོགས་མ་ཐུབ་པ་ལ་བལྟས་ནས་འཐུས་ཤོར་ག་ཚོད་འགྲོ་གི་ཡོད་རེད། ད་ཨ་མདའ་མི། སྲིད་སྐྱོང་གསར་བ་སྐུ་ངོ་སྤེན་པ་ཚེ་རིང་ལགས་ཀྱིས་ཨ་མདའ་ཕེབས་ནས་ཟླ་བ་གསུམ་ཙམ་འོག་ཏུ་འགྲོ་གི་ཡོད་མ་རེད་དེ། ཁོ་རང་གི་ཕྱོགས་ནས་ད་དངོས་གནས་དྲང་གནས་ལྷག་བསམ་རྣམ་དག། ངོ་ལྐོག་གཡོ་སྒྱུ་མེད་པའི་ཐོག་ནས་གང་ཡོང་ཅི་ཡོང་གནང་གི་འདུག་དེ་ཡང་ངས་སྙིང་ཐག་པ་ནས་ཁོང་ལ་ཐུགས་ཆད་གནང་ཞུ་ཡག་ཡིན། ཡིན་ནའི། སྤྱི་འཐུས་ཚོགས་མ་ཐུབ་པ་ལ་བརྟེན་ནས་ཨ་ནི་བཀའ་བློན་བདམས་ཐུབ་ཀི་ཡོག་མ་རེད། དངུལ་རྩིས་དེ་གས་འགྲོ་ཐུབ་ཀི་ཡོག་མ་རེད། ཨ་ནི་ངོ་ནས་ཨ་མི་རི་ཀའི་གཞུང་ངོས་ཧང་རེ་ཅི་སང་གནང་གི་འདུག་ང་ཚོ་བོད་པའི་བོད་པ་ཉུང་ཤས་ཅིག་གི་བྱེད་སྟངས་ལ་ཡ། ཨ་ནི། བྱས་ཙང་ཨ་ནི། ཕུ་ན་འདོད་མེད་ན། མེད་པ་རེད་དེ་ཨུ་ཚུགས་ཞུ་ཡ་གལ་ཡོག་མ་རེད། བྱས་ཙང་ཨ་ནི་གུག་ཏུ་ན་གུག་ཏུ་ནང་གི་མི་དེ་གས་ཡ་གཏང་རོག་ནངས་ཞེས་བྱས་ན་ཨ་ནི་འུ་ཏུ་ལྷན་ཁང་ལ་ཡ། ཨོ་ཨེ་འདེད་ཅིག་ཞུ་འདོད་བྱུང་སོང། ཨ་ནི་ཐོ་ཆད་ན།

ལོ་ལྔའི་སྟེང་ན་ཁམས་གསུམ་ཟེར་ཡག་དེ་འདྲ་པོ་ཞིག་རེད་ཤག། ཨ་ནི། ཁྲིམས་དཔོན་རྣམ་པ་ཚོ། སྤྱི་བཏང་ནས་བྱས་པ་ཡིན་ན་ནི་ཨེ་ནི་མ་འོང། སྤྱི་འཐུས་རྒྱུན་ལས་ནས་འཕོ་འགྱུར་བཏང་གནང་ཡག་དེ། ཨེ་རྩ་ཁྲིམས་ཐོག་ནས་འགལ་གནང་ཡོག་རེད། དེ་འདྲའི་འགལ་བ་ལ་བལྟས་ནས་ཨེ་ནི། ཁྲིམས་དཔོན་ཟུར་པ་ཞལ་གྲངས་བཅུ་གཅིག་ཡོད་པའི་ནང་ནས། ཨ་ནི་བྱ་རྡུལ་བཟང་པོ་ལགས། ཨ་ནི་བློ་བཟང་སེང་གེ་ལགས་ཀྱི་བཀའ་འོག་ལ་ཕེབས་པ་རེད་དེ་མིན་ཁྲིམས་ཞིབ་ཟུར་པ་བཅུ་ཐམ་པ་དང། དེ་ནས་བཀའ་བློན་ཁྲི་ཞུ་ཀོང་བ་རྒྱ་ལོ་དོན་གྲུབ་ལགས་རེད། སྐུ་ནི་ཅང་ཤུའི་དེ་ཀྲི་ཀི་ཆོས་དབྱངས་ལགས་རེད། ཕལ་ཆེན་བཀའ་ཟུར་ཉི་ཤུ་རྩ་གྲངས་ཅིག་ཡོད་ས་རེད། ཁོ་ན་ཚོ་རྣམ་པ་ཚོ་བྱས། དེ་ནས་ལས་བྱེད་ཟུར་བ་ང་ཚོ་མི་གྲངས་ཉིས་བརྒྱ། ཉི་ཤུ་སུམ་ཅུ་ཅིག་ཏུ་དེ་བྱས། དེ་ནས་གཞོན་ནུའི་ཚོགས་གཙོ་ཟུར་བ་མི་གྲངས་བཅུ་གྲངས་ཅིག་ཏུ་ཁོང་རྣམ་པ་བྱས། དེ་ནས་དབུས་གཙང་ཆོལ་ཁ་བྱས་མདོ་སྟོད་ཆོལ་ཁ་བྱས། མདོ་སྨད་ཆོལ་ཁ་བྱས་དེ་ནས་བོད་ནས་ཕེབས་པའི་ཆབ་སྲིད་ཀྱི་བཙོན་ཟུར་འཛམ་གླིང་ས་ཕྱོགས་གང་ལ་བཞུགས་པའི་ཨ་ནེ་དངོས་གནས་ཚ་ནས་གྲངས་ལས་འདས་པ་འདུག་ཨོ་ཁོང་རྣམ་པ་བྱས། ཨ་ནེ་དེ་ནས། ཨ་ནེ། མི་མ། སྟོང་ཕྲག་ཁ་ཤས་ཅིག། ཨ་ནེ་སོ་སོའི། མིང་དང། ཁ་བ་ཨང་གྲངས་བྱོས་བྱས། སྙན་ཞུ་ཕུལ་བ་རེད། སྤྱི་འཐུས་ལ་སྙན་ཞུ་ཕུལ་ངོ་བཤུས་དེ་གའི་བཀའ་ཤག་ལ་ཕུལ། ཨ་ནེ། ཁྲིམས་མི་ཤེས་གང་ལ་ཕུལ་ཨ་ནེ། དགའ་ལྡན་ཕོ་བྲང་ལས་ཕུལ་ཡོད་རེད། ད་དེ་སྐད་གི་ནང་ལ་བརྗོད་བྱ་ག་རེ་ཡོད་རེད་ཟེར་ན། སྤྱི་འཐུས་རྒྱུན་ལས་ཀྱི་ཡི་གེ་ཨང་ཀི་སུམ་ཅུ་སོ་དགུ་བྱས་པ་དེ་རྩ་ཁྲིམས་ནས་ནོར་བཞག་བྱས་ཙང་ཡི་གེ་ཨང་ཀི་སུམ་ཅུ་སོ་པ་དེ་སུམ་ཅུ་སོ་ལྔ་བྱས་པ་དེ་ཕྱི་བདེན་ཕྱི་རོལ་གྱིས་ཚེས་བཅད་དབོ་ལྟ། དོན་དག་འདི་ཚང་མ་ལོག་གཅིག་རེད་མ་གཏོགས་མ་འདྲ་ཅི་ཡས་མི་འདུག་ཚང་མ་ལོག་གཅིག་སྒྲིག་གི་ཐོག་ནས་དབོ་ལྟ། དོན་དག་དེ་མ་གཏོགས་ཡོག་མ་རེད་ཡི་གེ་སུམ་ཅུ་སོ་ལྔ་དེ་ཁྲིམས་དེ་འགལ་བཞག་རྩ་ཁྲིམས་དེ་འགལ་བཞག་དེ་ཕྱི་བསྟན་ཕྱི་རོལ་ཇི་ཡིས་སུ་བྱས་ཅན་སྐྱོན་ཡོག་རེད་ཨ་ནི་བྱེད་འཇུག་ལ་ཨ་ནི་ཚང་མ་ལོག་གི་ཨ་ནི་ཁྲིམས་དཔོན་རྣམ་པ་ཚོ་ཡར་འཕེལ་རོགས་གནང། ཨནུཀྷ-དཱས་ནི་སྲིད་སྐྱོང་བློ་བཟང་སེང་གེ་ལགས་དང། སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་ལགས་དང་རྒྱུན་ལས་ཁོ་ན་ཚོས་ཁོ་རང་རྣམ་པའི་ཕྱག་བཞི་གཏིང་བརྗེ། ཁྲིམས་དཔོན་གསར་བ་བསྐོ་རྩིས་བྱས། ཨ་ནི་ཚོགས་པ་བཙུགས་ཡ། ཚོགས་འདུ་ཚོགས་ཡ་བྱས་དེ་གའི་ཕྱག་བཞི་ཞི་དྲག་གཏིང་གནང་བ་རེད་དེ། ཨ་ནི་ལམ་ལ་སྤྱོད་ཕྱིན་མ་སོང་ཨ་ནི། ཚོགས་གཙོ་ལ་གདན་འདྲེན་ཞུས་པས། ཚོགས་གཙོ་སར་ཨ་མདའ་དྷི་ཁ་སར། ཨ་ཁྲིམས་དཔོན་ལ་ཡར་གནང་རོགས་གནང་ཞེས་རེ་འདུན་ཞུས་པས། མི་ནི་ཚང་མ་ལོག་གི་དགོངས་པ་ཞུས་རྗེས་ཁྲིམས་དཔོན། གནའ་ཉི་ཞལ་བཞི་གནའ་ཉི་བཅས་བྱུང་མི་འདུག་ཨ་ནི་དེ་ཡུང་ཀའི་མ་རེད་ག་རེ་རེད་ཟེར་ན། ཨ་མདའ་ཡོད་བཞིན་པའི་ཁྲིམས་དཔོན་དེ་གས་ཀྱི། ཁྲིམས་དང་ལྡན་པ་བྱས་རྗེས་མ་དེ། ཁོ་ན་ཚོས། ལས་མི་བཟོས་ཡོག་མ་རེད་ཕྱག་ལས་མེད་པ། དེ་ཁེངས་ཀྱི་ཡོད་ཙང་ཁྲིམས་དཔོན་རྣམ་པ་ཚོས། ཨ་ནེ་རྩ་ཁྲིམས་ལ་ཡང་གུས་བརྩི་ཞུས་བྱས་ནས། ཨ་ནེ་ཕྱག་ལས་དེ་ཕྱག་ལས་བཞག་ཡག་དེ་མཚམས་བཞག་གནང་པ་རེད་མ་གཏོགས། ཁྲིམས་ཁང་ནས་སྤོ་ར་ཕེད་ཡོག་མ་རེད། ཕེད་མེད་པ་སོང་ཙང། ཨ་ནི་ཁྲིམས་དཔོན་གསར་པ་ཁས་ལེན་བྱེད་ཉན་ཡོང་གི་ཡོག་མ་རེད་ཅེས། ད་མ་ཉོམ་ང་ལ་ཡུག་ས་ཕོ་ངོ་ཁྱི་ནི་གད་མོ་ཤོར་ཟི་ཉན་རེད་པ་དེ། ད་པད་མ་འབྱུང་གནས་ལགས་དང། རྩིས་སྐྱོང་བློ་བཟང་སེང་གེ་ལགས་དང་ཨ་ནི་སྤྱི་འཐུས་རྒྱུན་ལས་ཁོ་ན་ཚོས་གནང་སོང་ང་ཨ་ནི་ཨ་ནི་ཨོ། ད་ག་རེ་ཤོག་གི་རེད།

ད་ག་ནང་བཞིན་བཙོན་ཟུར་ཡོང་རྫས་ལོ་ལ་ཆབ་སྲིད་ཀྱི་བཙོན་ཟུར་ཡོད་རྫས་ལོ་ལས་ཐུག་འདོད་མེད་པ་ད་ག་ནང་བཞིན་རྒྱ་ཆེའི་མི་དམངས་སྟོང་ཕྲག་མང་པོ་ལ་ཐུག་འདོད་མེད་པ་སོང་ཙང་ཨ་ནི་ཡི་གེ་ཨང་སུམ་ཅུ་སོ་ལྔ་དེ་ཕྱི་བསྟན་གནང་རོགས་གནང་ཨན་ཁྲིམས་དཔོན་རྣམ་པ་ཚོ་ཡག་ཐོ་ཅི་ཟིག་ཡག་ཕེད་ནས་ཨན་ཕྱག་ལས་དེ་ཐུག་མཁན་ཞིག་རོགས་གནང་ས་བྱས་བྱས་ན་རྒྱབ་འཇུག་ཞུས་པ་ལ་བརྟེན་ནས་ཨན་ཁྲིམས་དཔོན་ཚོ་ཡག་ཕེད་པ་རེད་དངོས་གནས་དྲང་གནས། གཅིག། ཁྲིམས་དང་སྒྲིག་གཞི་ཕུད་ཀྱི་རྩ་དོན་ཐོག་ལ་དགོངས་པ་བཞེས་རྗེས། དེའི་ཁྲིམས་པའི་རྣམ་པ་གཙོ་ལ་ཡིན་ན་ནས་ཐོ་ཆད་ན་ཞུ་ཡག་ཡིན། འོན་དེ་ཚོ་མི་མང་གིས་མཁྱེན་དགོས་ཡག་དེ་གལ་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་ཁྲིམས་པའི་རྣམ་པ་ཚོས་ད་ག་ཟེ་ཡག་ཕེད་ཅེས་ཕྱག་ལས་དེ་བསྐྱར་དུ་ཚུལ་འགན་བཞེས་པ་དེ་འདྲས་མ་རེད། དེ་གལ་ཡིན་གཅིག་མིན་གཅིག་མཁྱེན་པ་གནང་དགོས་རེད།

ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དང་ཅི་ནས་ཕྱེད་བཅས་ནས་བདུན་ཅུ་བར་དོ་གི་གནས་ཚུལ་དེ་གའི་འབྲི་བཤད་ཙང་ནས་གནང་མ་སོང་ང་ར་ཡམས་ཚན་པོར་ཅིག་བྱུང་སོང། བདུན་ཅུ་ཐམ་པ་ནས་ཕྱེད་བཅས་ནས་ཨ་ནི། བཀའ་བློན་ཁྲི་བ་སུས་ཕེབས་མིན་སྐོར་ལ་ཡ་དེ་ནས་ཡ་ཆེ་འབྲི་བཤད་བསྐྱོན་སོང་དངོས་གནས་དྲང་གནས་བྱས་ན། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་དྲུག་ཅུ་རེའི་དགུ་བདུན་ཅུ་རྩ་བར་དོ་ལི་ཡཱ། འོ་ད། སྐུ་ལས་སྐྱོན་ཡག་དེ་བསམ་བརྗོད་ལས་འདས་པའི་ཁོ་ན་ཚོ། སྐུ་ངོ་རྙིང་པ་དེ་གས་གས་སྐྱོན་ཡོད་རེད། གཞིས་ཆགས། སླབ་གྲྭ་ཁག་གཞིས་ཆགས་ཁག་མགོ་འདི་ཁག། སླེབས། ཏེ། འཆར་གཞི་དང་བདེན་པ་བྱས་རྗེས་ཚགས་མ་མགོ་ཚུགས་ཚར་ཡོད་རེད་ན་ཆིག་སྟོང་དགུ་བརྒྱ་བདུན་ཅུའི་ཁ་ཐུག་ཐུབ་པ། ཚངས་པ་དྲུག་པོ་ཡོད་རེད་དེ་འདྲའི་སོང་ཙང་དེ་ང་ཧ་ལས་པོ་རུ་བྱུང་སོང། རྩ་བ་དེ་འདྲའི་འགྲེལ་བཤད་སྐྱོན་ཡོད་དེ་རྒྱུ་མཚན་ཅིག་ཡོད་ཀྱི་རེད་བསམ་གྱི་འདུག་གཅིག་དེ་རེད་གཉིས་ལ་ཨ་ནི་ཐེངས་མ་གཅིག་རྩ་ཁྲིམས་ཀྱི་སྒྲོམ་གཞི་དེ། ཀླུ་མོ་ཆེན་པོ་ཟམ་གདོང་རིན་པོ་ཆེ་དང་ཨ་ནི་བཀའ་ཟུར་སྐྱིད་སྡུག་རིན་པོ་ཆེན་གྱི་སྐྱོན་པོ་རེད། ཨ་ནི་ཁོ་ན་ཉིད་ཞོག་གཅིག་ལ་ཞུགས་ང་ཞོག་གཅིག་ལ་བསྡད་ཅིང་ང་ཚོ་རྩོད་པ་རྒྱབ་ཏུ་སོང་སོང། ཨ་ནི་རྩེ་གྲུམ་གྲུམ་ཤི་བསྡད་དེ་འདྲ་བཟོས་ཡོག་མ་རེད། ངས་ད་དུང་སྔོན་དུ་ཞུས་པ་ནང་བཞིན་རེད། དྲུག་ཅུ་ཐམ་པའི་ལོ་ནས་གོང་ས་མཆོག་གིས་དེ་རྣམས་པ་རེད། ཨ་དེ་ནས་མང་ཆེ་ནི་དཔེ་ཐོས་ཚུལ་རིང་པོ་བར་དུ། ངག་དབང་དོན་གྲུབ་ལགས་ཀྱིས་མུ་མཐུད་ནས་དཀའ་ལས་བརྒྱབ་ནས་དེ་རྣམས་པ་རེད། དགོན་བདག། ལས་ཁུངས་དྲུང་ནས། ལས་བྱེད་པ་ཚོ་ཚང་མ་ལོག་རུག་རུག་བྱས་བྱས་ཡང། རྩ་ཁྲིམས་ཀྱི་བགྲོ་གླེང་གནང་གི་རེད། ང་ཚོ་ཚོགས་འདུ་ཚོགས་ས་ཡོད་མ་རེད། ཤིང་གི་སེང་ཕུ་བ་བ་ཚོགས་པ་འགྲོ་གི་རེད་དེ་དུས་ང་ཚོ་ལ། ཆ་རྐྱེན་ཅི་ཡང་ཡོད་མ་རེད། ལས་ཁུངས་ཚུགས་སའི། བུ་བཅུ་བཅུ་ཟེར་པ། དུས་བསྐྱབ་ཕྱིར་བཏང་རྗེས་དེ་རྣམས་ལ་ལས་ཁུངས་ཚུགས་པ་འདི་བྱུང་ཡོད་རེད། སྐྱོ་ཐག་ཆོད་རེད་དེ་ཡིན་ནས་ལས་ཀ་འཐུས་ཤོར་མེད་པ། དངོས་གནས་ཅི་དགའི་དཀའ་ངལ་དུ་གསུང་ཉེན་ཡོད་མ་རེད།

ད། ངས་འདི་ཞུ་ཡག་འདི་རྒྱུ་མཚན་ག་རེད་ཟེར་ན། སུ་གཅིག་ལས་ཡག། དེ་ཁས་ཞུ་གི་མེད་ག་རེ་ཞུ་གི་རེད། བཀའ་མཁན་བློ་མཁན་ཞུ་གི་མེད། ཡིན་ནའི། མང་ཚོགས་ཀྱི་དངོས་ཡོད་གནས་ཚུལ་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་ཞེ་དྲག་རེད་བསམ་བྱས་ནས་ཨ་ནི་སོ་སོའི་སེམས་ནས་གང་དྲན་པ་དེ་ཞུ་གི་ཡོད་ཞུ་ཡ་ཡིན། ཨ་ནི་ཞེ་དྲག་ནི་ཞེ་དྲག་དྲན་ཐུབ་གི་མི་འདུག་ད་ང་རང་ལོ་ཐོག་པོ་བཞི་བོ་གཅིག་ལ་སླེབས་སོང། དེ་ཙང་ང་རས་གང་དྲན་པ་དེ་ད་གང་ཉམས་མྱོང་བྱུང་བ་དེ་གས་བལྟས་ཏེ་བལྟས་ཏེ་ཞུས་པ་ཡིན། ཨ་རྣམ་པ་ཚོས་སེམས་ཡག་ལ་ཞེ་དྲག་ཞེ་དྲག་གི་ལྟ། ཡག་པོ་ཡོང་གི་རེད་བསམ་གི་མི་འདུག་ག་རེད་ཟེར་ན་གཅིག་ནས་བཀའ་མོལ་ཞུ་མཁས་པོ་སེ་མཁས་མེད། གཉིས་ནས་ལོ་ཐོས་པའི་རྐྱེན་གྱིས་དྲན་པ་དེ་ཞེ་དྲག་ཞེ་དྲག་ཏག་ཏག་བསྡད་གི་མི་འདུག་དེ་འདྲའི་སོང་ཙང་ཨ་ནི་ཡང། ཞུ་མ་མཁས་རབས་དེ་འདྲ་བྱུང་འདུག་ན་ཚང་མ་ལོ་ལེ་ཡ། ཨ་ནི་བཟོད་གསོལ་ཞུས་རོགས་གནང་ཞུ་ཡ་ཡིན་འདུག། ཐུགས་རྗེ་ཆེའི་བཀྲ་ཤིས་བདེ་ལེགས།